ཨ་ད་ངེད་ཀྱི་དང་པོ་ངེད་ད་ང་ར་ལོ་གཉིས་ནང་ལོ་ལ་ལས་ཀ་བྱེད་རྒྱུ་དེའི་ནང་ལོ་ལ་ད་ཁ་ནོག་རེད་ཕ་ཡུལ་ནང་ལོ་ལ་ད་ང་ཚོ་གི་ད source technicalities བཤད་ག་བྱེད་ན source དང་ཨ་ནི་ད་མི་འབྲེལ་བ་བྱེད་དེ་ད་དངོས་གནས་ཀྱི་ད་ལས་ཀ་ད་གལ་ཆེན་པོ་ཅིག་གསར་འགོད་པ་ཅིག་ལས་ཀ་གལ་ཆེན་པོ་ཅིག་རེད་ཤག་བསམ་གི་འདུག་པ་ཨ་ནི་དེའི་མཉམ་དུ་ད་ང་ཚོ་གི་ནམ་རྒྱུན། ད་གལ་ཆེ་ཤོས་དེ་ཡང་ད་སྲིད་སྤྱི་གི་ཇི election ཇི་ཚ་ཚ་ཟེར་བ་ཨཱ་ནི་ད་འོན་དེ་གི་ཇི་ད་ང་ཚོ coverage བྱེད་དོ cover བྱེད་དོ་སྐབས་སུ་ཨཱ་ནི་ནམ་རྒྱུན་ཁོ་རང་ང་ཚོ་ཁ་ལོག་རེད། ད་མི་གི་ཇི་ད་ཆབ་སྲིད་ལྟ་གྲུབ་ཡིན་ན་རེད་ཡང་ད་ང་རང་ང་རང་ད་ད་དེ་གོ་སྐབས་སྲིད་སྐྱོང་འོས་མི་ད་མང་ཆེ་ད་ནི་དྲི་བ་དྲིས་ལན་བྱེད་ཡ་རགས་སོ། ཨཱ་ནི་སྲིད་སྤྱི་འཐུས་ཁག་ཅིག་ལ་ནི་དྲི་བ་ཞུ་ཡ་རགས་སོ་ཨཱ་ནི་འོན་དེ་ནང་ལོགས་ལ་ནི་ཁ་ལོག་རེད་ད་ང་ཚོ་གི་ཇི་མི་རེ་ལས་ཀ་དེ inform བྱེད་ཡས་ཅིག

ཕྱུག་ཆེན་པོ་འགྲོ་འདུག་སྐབས་སུ་ཤི་སོང་དང་འགྲོ་འདུག་སྐབས་སུ་ད་འོན་ཏེ་ཡང་ང་ལོ་གཅིག་ནས་ད་འདི་ག་ལ་ད་བཞུགས་ཡང་ངའི་གི་ད Scholarly ལས་ཀ་བྱེད་ཐུབ་མེད་ན་ཡང་ད Report འགྲོ་ཅིག་ག་ལ་རེད་ཡག་པོ་ཅིག Coverage ཡག་པོ་ཅིག་གོ་ཚུལ་ཡོད་འདུག་སྐབས་སུ་ད་ཡང་འོ་གནང་རོགས་ལ་རྙོག་དྲ་རྙོག་དྲ་ག་རེ་ཡོད་ལ་ནི་ཡང་སོ་སོ་སོ་སོ་གི་ཇི Identification དང་སོ་སོ་གི་ཇི་ད Prejudices ལ་ངོ་རང་འོན་ཏེ་ཚོ་ང་ཚོ་བསྟོད་མ་ཐོས་ཡས་ཀྱི་ཇི Reporter ཀྱི་ནང་ངོ་ལ་ལས་ཀ་དེ་གལ་ཆེན་པོ་རེད་འདུག་ཨ་ནི་ད་སྲིད་སྤྱིའི་སྐབས་སུ་ཡིན་ན་རེད་ང་ཚོ

གོ་ལྡོག་པས་ཡིན་ན་རེ། ཡང། མིའི་ཤུགས་ཆེན་པོ་ལ་ཡང། དེ་བྱི་བ་བྱས་ལ་རེ། འོ་ལེ་ཚོ་ལ་དྭགས་ས་མྱུལ་བུ་ལམ་ཁང་གི་ལས་ཀ་ཡག་པོ་ཞིག་བྱེད་འདུག་འདུག་བསམ་གྱི་འདུག་ནས་དཀའ་ངལ་དང་ཡོད་ཤག་རེད་རྙོག་དྲ་ཡོད་ཤག་རེད་ང་ཚོ་ལ་ཡི་འཚམ་དང་དྲི་བ་དེ་ངའི་ལིག་རེད་དྲི་བ་དེ་ཚོ་ལས་ཇི་ཏྲི་རེད་ལས་ཇི་ཏྲི་མ་ཏྲི་རེད་ང་ཚོ་ཡང་དྭགས་འོ་འདི། གཞི་ཤག་ནི་ང་ཚོ་གི་དྭགས། ག་ལི་ག་ལི་བྱས་ནས་དྭགས། བཙན་བྱོལ། ང་ཚོ་གི་གཞི་དེ། དམངས་གཙོ་དེ་གསར་བ་ཡིན་དུས་ང་ཚོ་དེ་ལྟའི་ལས་ཀ་དེ་བྱེད་བཞིན་པ་རེད་ད་ལྟ་འདམ་ས་ལ་ནང་ལོགས་ལ་ཁེ་ཆེ། གསར་ཁང་གསར་ཁང་མང་ཆེ་ཡོད་དོ་སྐབས་སུ་འདམ་ས་ལ་ནང་དེ་ཚོ་གི་འགྲོ་ལ་རྟག་པ་བྱུང་བྱུང་བ་རེད། ང་ཚོ་ལེ་ཚན་གང་རེ་ཞིག་ཡིན་པ་ཡིན་པའི་ནས་མོང་པ་ལ་ང་ཚོ་ལེ་ཚན་གང་རེ་ཡིན་པ་དེ་ཐང་ཆ་ཚང་ཅིག་ང་ཚོ་གི YouTube ང་ཚོ་གི་ངོ་དེབ་ནས་ང་ཚོ Podcast ཞིག་བྱ་གི་རྣམ་པ་ཚོ་ནི Instagram